ཞིང་ཆེན་ཞིང་འབྲོག་བརྙན་འཕྲིན་ཅུས་ལ་མཚོ་སྔོན་ཞིང་ཆེན་ཞིང་འབྲོག་བརྙན་འཕྲིན་ཁང་དེ་མིན་ཟེ་ཁོག་རྫོང་དང་ར་རྫོང་མི་དམངས་སྲིད་གཞུང་ཅུས་ཀྱི་གཙོ་སྒྲུབ། མཚོ་སྔོན་ཞིང་ཆེན་གློག་བརྙན་འཕྲིན་རྒྱུ་འཕྲིན་ཐེག་ནུས་མཚོ་སྔོན་ཞིང་འབྲོག་བརྙན་འཕྲིན་ཁང་བོད་སྐད་རླུང་འཕྲིན་མཚོ་སྔོན་བོད་སྐད་དྲ་ལམ་ཞིང་འབྲོག་བརྙན་འཕྲིན་ཁང་རྩེ་ཁོག་རྫོང་སྲིད་པ་དགའ་པོའི་སྲོལ་རྒྱུན་རིག་གནས་དར་སྤེལ་ཚད་ལུས་ཀུང་སི་ཅུས་ཀྱི་འགན་སྒྲུབ་བྱེད་ནུས། སྲིད་པ་དགའ་པོ་རྟགས་མའི་བོད་ཀྱི་གཏམ་དཔེ་འགྲན་བསྡུར་སྐབས་གཉིས་པ་གི་སྐྱེལ་འདྲེན་རིམ་པ་གི་མཐའ་སྟོང་གི་ཡིག་ངོས་ཡིན་དེ་ན། གངས་ལྗོངས་མེ་ལོང་བཀྲ་རྒྱལ་ལྡི་ལིས་དུས་ལྟར་མཐའ་སྟོང་ཡི་གི་ཡོད། རེད་འདི་ཅི་གཟིགས་མོ་ལྷན་རྒྱས་དེ་ན་ཕྱི་ནས་ཆུ་ད་ནང་གི་འགྲན་ཞིག་ཨང་རྟགས་བྲི་ཀ་ར་བདུན་པ་གཉིས་ཀའི་མཇུག་མཐའི་སྐར་གྲངས་ཞིག་ལྟ། འགྲན་ཞིག་ཨང་རྟགས་བྲི་ཀ་ར་མ་ལྷོ་འགྲན་མཁན་ནས་ཡོང་འདུག་གི་མགོན་པོའི་རྒྱ་གི་ཆེས་མཐོ་ཡི་སྐར་གྲངས་རིགས་དང་གྲངས་ཆུང་དྲུག་ཐིག་བདུན་དང་ཆེས་དམའ་ཡི་སྐར་གྲངས་རིགས་དང་གྲངས་ཆུང་བཞི་གཅིག་གསུམ་བླངས་རྗེས་ཀྱི་མཇུག་མཐའི་སྐར་གྲངས་རིགས་དང་གྲངས་ཆུང་ལྔ་གཉིས་རེད། འདྲ་ཞིག་ཨང་རྟགས་བདུན་པ་ཀན་ལྷོ་འདྲ་མཁན་ནས་ཡོང་འདུག་ཕུར་བ་སྐྱབས་ཀྱི། ཆུའི་མཐོ་ཡི་སྐད་གྲངས་དགུ་དང་གྲངས་ཆུང་དྲུག་ཐིག་གཅིག་དང། ཆུའི་དམའ་ཡི་སྐད་གྲངས་དགུ་དང་གྲངས་ཆུང་གསུམ་ཐིག་གསུམ་གླིང་གཅིག་གི་མཇུག་མཐའི་སྐད་གྲངས་དགུ་དང་གྲངས་ཆུང་བཞི་ལྔ་རེད། རེད་དེ་ན་ད་ལྟ་གར་སྟོགས་རྒྱུད་ལས་འགྲན་བསྡུར་བྱེད་མཁན་འདྲ་ཞིག་ཨང་རྟགས་བརྒྱད་པ་མཚོ་ལྷོ་འདྲ་མཁན་ནས་ཡོང་འདུག་མགོན་པོ་སྐྱབས། འདྲ་ཞིག་ཨང་རྟགས་དགུ་བ་རྨ་ལྷོ་འདྲ་མཁན་ནས་ཡོང་འདུག་སྐར་མ་གཉིས་ཀ་རེད། ཁིར་ཉི་གི་བཤད་སྤྱོད་ཀྱི་བརྗོད་གཞི་ཡིན་ན་ས་བདག་གཟིགས་ར་ལམ་འགྲོ་བ་གཟིགས་ཉི་གི་བ་ར་ད་རྩྭ་ས་གི་སྟེང་ནས་ས་རྐོ་རྡོ་སློག་ར་རྩྭ་ས་གཏོར་བརླག་ཡིན་ནུ་གི་ཅོ་ཧེ་གཟིགས་རེད།
ད་ཉི་མ་དེ་རང་ལྟ་བུ་གཟིགས་ར་བཟོ་ཅིག་འཚོ་ནས་ཡོང་ན། ད་འདི་ན་དབྱར་སྔོན་མོའི་གྲ་སྒྲིག་གི་ད་ལི་སེང་གིས་དཀར་མོའི་གདོང་བཟོ་མའི་ད་ལི། དྲི་སྨུག་ཆུང་ལྷས་ལྷས་མཐིལ་བརྩིགས་ཡིན་གཟུགས་ཆུང་གིར་ལྡང་ལྡང་མཐིལ་བརྩིགས་གི་ད་དེང་ནས་ད་ལྟ་ནམ་ཡང་སྔོན་ལྷ་ངོ་འཁྲུལ་ཡོད་གི་ལྷ་ངོ་ཉི་མ་ཤར་ཡོད་གི། དེ་ཡིན་ན་ང་ཕྲན་ཆུང་འཇག་མ་ཁེར་གྱི་ཡ་ད་འདི་ན། སྐབས་སུ་བབ་པའི་གཏམ་ཟིག་ཡོད་ནོ་དུས་སུ་བབ་པའི་ཆར་ཟིག་ཡོད་ནོ། ཤ་ཁུས་ཀྱི་ཅི་ག་གནམ་ས་ཚེར་ཟིག་ཡོད་ནོ་དབྱར་ཆར་ཁྱིམ་པ་ས་གཞི་བརླན་ཟིག་ཡོད་ནོ། སྔར་རྒྱབ་ཕྱི་ལ་ཚི་ག་རྩ་བ་ཟིག་ཡོད་ནོ་སྟོང་དཀྲུགས་མ་ར་བུ་ལུག་ཟིག་ཡོད་ནོ། འོ་ཡ་ཚི་གུ་རྩ་བ་མེ་ཏོག་གི་དབྱེ་བ། འདི་ཅི་ཟིག་ཡིན་དུ་བཟོས་ན།

ཨོ་ཡ་སྤྱི་རུ་འཚོ་ནས་ཡོང་ན། ད་ཅོག་ག་མི་དགོས་གྲང་ངར་སྙིགས་བཟོ་གཅིག་འཚོ་ནས་ཡོང་ན། འདི་དགར་དུན་ལྷའི་ནུས་རྟ་ཕག་གཅིག་ཟ་གི། འཇིག་རྟེན་མི་གཉིས་སྣང་བ་མཐུན་ཟ་གི། མྱི་དགའ་སའི་ནང་གི་སྟོང་ཟ་གི། ཀར་བོ་མའི་ནང་གི་ངར་ཟ་གི། ད་སྔར་བོའི་རག་གི། སྔར་བོའི་རག་གསུམ་སྐྱེས་ནས་ཐུག་ན། ར་ག་ལོག་པ་གང་གི་འཇིར་ཡིས་མྱོང་ནས། ད་ཕྱི་རུའི་ལོང་གསུམ་འདུག་ནས་ཐུག་ན། འཛུམ་མཚོ་གར་གང་གི་གསེར་ཡིས་མྱོང་ནས། འདས་མོ་གི་ཁར་གའི་ཁྱིམ་ནས་སྐལ་བཀོད་ན། དགུན་ནས་ཉིན་འགའ་ནས་གྲོགས་པོ་གཟུགས་བརྒྱན། ཨོ་ཡ།

དབུགས་གཅིག་གཏོར་དགོས་ག་ངེས་མར་ཀུ་མཱ་ར་གཅིག་རྒྱག་དགོས་ག་ངེས་མ་སྤྱིར་སྡུག་གཅིག་ལེན་དགོས་ག་དེ་ཡིས་སོང་ན་སུག་ལྡན་པ་བྱེད་ན་བདུན་པ་འགྲོ་ནི་རེད་ཡ། དགུང་ཉི་མ་ཤར་ན་སྐྱིན་མ་དག་ནི་རེད་ཡ་འདི་ནི་རླངས་དཀར་སྐྱིབས་ལྡན་པའི་ཚེ་ནི་རེད་གོ་ནམ་མཁའ་དཀར་སྐྱིབས་ཉིན་མོའི་དབུ་ལེན་ནི་རེད་གོ་ཨོ་ཡ། དོན་དང་ན་འོ་ཡ་སྤྱིར་མཚོ་ནས་ཡོང་ན་ཁོར་ཡུག་སྲུང་སྐྱོབ་ཚད་གོ་ནོ་འདི་བྱ་ག་ཆིན་ནང་གི་འགངས་ཆིན་ཟིག་ནི་རེད་རྒྱལ་རིན་ཆིན་ནོམ་པ་རྩ་ཆིན་ཟིག་ནི་རེད་ཨོ་ཡ་གནའ་སྔ་མོར་ང

འདི་ཕིར་གི་ཆི་གི་རྩེ་གྱི་ནི་རྡུལ་གཅིག་པའི་ཉི་མ་གཟུགས་མཁའ་ནི་ཤཱ་རི་དཱ་ལའི་རྡུལ་སྙིང་གི་མིན་པ་གཟུགས་མཐའ་ནི་དང་ཡོང་ན། ད་འདི་གི་ནང་གི། ད་ཐི་ར་ཐམ་ཀ་ལག་ན་ཡོ་ནི་ཐིབ་ར་ཀོ་ས་ཁྲག་ན་ཡོ་ནི་ས་བཞི་གླིང་རེ་གི་བདག་པོ་སྡེ་ཚོ་དྲུག་རེ་གི་འགོ་བ། འོ་ཡ་འདི་མུ་གི་ཁ་ཁོག་ཤེས་ཅན་གི་ཤི་བ་གདངས་སུ་བྱིན་གི་ད་ཡ་ཆུང་བ་སྒོ་ཅུང་ཞིག་ཡོ་ནི་ཀང་ཁིར་གི་ཤི་ཧ་བཅག་ཡོ་ནི། འོ་ཡ་འདི་མུ་རི་གི་ད་རྒྱ་ཆེ་ས་རྒྱན་ཐག་རང་ས་ནི་སྒོ་གི་ཡི་རབ་དྲུག་རྩིར་རྩི་ཡི་སིར་སེ་རི་ཐང་མ་བདའ་བདའ་ཡི

ཁྱོད་ཐུ་མོ་ན་ཙིག་གྲགས་ནི་མ་རེད་གོ་ག་ཤ་ཚ་ཡིས་ཚིག་སྙན་མོ་ནི་མ་རེད་ནི་འཁྲིས་ཡིས་མི་སྣ་ཞིམ་པོ་ནི་མ་རེད་འོ་ཡ་ངའི་སྐད་ཆ་འདི་ཡིན་གྱིས་ན་ང་རང་ཉིད་ཀྱི་སེམས་གོ་དང་ཁ་དམར་མོ་ནས་བཤད་པའི་སྙིང་གཏམ་དྲོད་མོ་ཡིན་དེ་འདི་ན་ཁྱེད་རང་འདི་ཡི་ལག་ཅིག་བཟུང་བདག་དང་ཤེས་རིག་གི་ཕྱོགས་ནས་བཟོ་ཞེན་ཆེ་གེགས་ནུས་ནས་བཟོ་གྱིས་ན་ཁོར་ཡུག་སྲུང་སྐྱོབ་འདིའི་ཕྱོགས་ཨ་འོ་ཡ་ག་ས་འདི་འདྲའི་བདག་དང་ནི་འོ་ཡ་ད་གང་འདོད་དུ་ཁུར་དགོས་ས་རྐོས་རྡོ་སློག་མི་ཡོད་ཀྱོ་གང་འདོད་དུ་གད་སྙིགས་མི་སྐྱུག་རྒྱུ་འོ་ཡ་འདི་དག་འདི་ཡིན་གྱིས་ན་ང་རང་ཉིད་ཀྱི་མགོ་རིལ་བའི་སྟེང་གི་ར་བ་ཟིག་རེད

ཡ། ཧེ་གོ་འཇག་མ་ཁེར་སྐྱེས་ད་གོ་ཐ་ཡ། ཁྱེད་ང་ཁོ་ཅི་ཟིག་བཤད་ད་གོ་ཐ་ང་ས་ཕྱོགས་ཟིག་བསྟན་ད་རིག་ཐ། ཨོ་ཡ། ཁྱོད་བཤད་གི་ཚིག་གཉའ་ན་ནང་གི་ཚིག་ཉོག་མ་གི་གོ་བཤད་ལ་རྒྱབ་གི་ཁུ་རོ་སྐྱེས་ན་སྔུན་གི་འདི་པི་བྱེད་གི་གོ། ཨོ་ཡ། ད་ཁྱོད་སྟོབས་ཤར་ཀྱང་ཤ་ཁྱི་དེ་ལས་ཤ་མ་ཚིག་སྔོན་པར་འདུག་རུབ་ཁྱོད་ཧོ་ངུ་ན་ཤོང་རང་རྒྱུ་ཤ་དེ་རུབ་ད་ཁྱེད་འདི་ན། མི་མིག་དོ་ནི་འབྲུག་ངུ་ཨོ་ལི་མགུར་ལྟ་བུ་ག་གཉོམ་སོ་ཤ་ལེགས་སྒྲ་ངུ་ཨོ་ལི་མགུར་ལྟ་བུ་ག། བཙན་ཚིག་ན་བཙན་མོ་སྣའི་གཟུགས་སྒོ་ནི་རེ་ཨོ་ཡག་གླང་འདེབས་ན་གླང་དམར་པོའི་གཟུགས་སྒོ་ནི་རེ་ཕྱི་སྔ་ཉིར་དར་སྟག་ཚོགས་ཟེ་གོ་ཁ་ཨ་ལང་ནག་ཤ་འགའི་ཟེ་གོ་ཁ་ཕྱི་ཁྲི་ལྡེ་གནམ་གྱི་སྐར་ཚོགས་ཨོ་ཡ་སྣ་སྟོང་སྡེ་གཟུགས་ཀྱི་ཐིག་ལེ་ད་ལྟ་མཚམས་མཚུངས་ཟླ་ལེར་ལྡེ་ཁྲི་ལྡེ་སྟོང་སྡེ་གི་འགྲོ་ལམ་གཟིགས་ནས་ཨོ་ཡ་ད་ག་སྙིགས་འདྲ་མི་འདྲ་ཡར་མར་བཅོ་བརྒྱད་མདོག་མི་འདྲ་དཀར་སེར་དམར་ལྗང་གཟུགས་ཁུ་ས་ཐོག་ད་ཡི་གཞོག་གར་ཁྱུ་ཆོ་ག་མི་རྒོད་ལས་མགོ་བོ་ཟེ་ད་ལི་ཆུ་ཁག་ང་ཆོ་ག་མི་རྒོད་ང་ཉམ་ཆུང་ཤེལ་ཁ་སྡེ་གོ་ནི་རེ་ང་འཇག་མི་སྲི་ཞལ་མགོ་སྡེ་གོ་ནི་རེ།

ཨོ་ཡ་ངག་ཆུང་གི་བདག་ལས་དེ་རིང་ནར་ཁ་ཆུང་ཤོག་ཁ་གི་རང་གིས་གསུང་བའི་བདག་ལས་བཤད་ཡས་ཆ་བོ་ར་ངའི་ཁ་ལ་ལྷོག་གསུག་ཉེས་ཡས་ཀི་ཡོད་གོ་ངའི་ཁ་ལོ་འཇག་འཛུག་ལྟ་ཡས་ཀི་ཡོད་གོ། ཨོ་ཡ་ཆི་གི་ཡས་ཀི་ཡོད་ཟིག་ནི་ཡིན་ན་ན་མ་རུ་མར་གོང་ཐེ་མོང་རུ་ཟེར་གི་ཡོད་ངའི་རྩ་ས་རྒྱག་ང་ཆ་ཡོད་ནི་རེད་ར་རྩ་ཤོག་རྒྱག་ང་ཆ་ཡོད་ནི་མ་རུ་རྩ་ཧོ་ཐུར་འཚབ་སྐྱི་ལག་སེར་ཐུར་དགོ་ནི་རེད་རྩ་མོ་ཐུར་འཚབ་སྐྱི་ལར་ངུ་ཐུར་དགོ་ནི་རེད། ཆི་དང་ཆུང་མར་གོང་ཐེ་མོང་རེད་ཆི་མཐོང་གི་ང་ཆ་ཡོད་ནི་རེད་ར་ཆག་ཉོག་མ་འཚབ་སྐྱི་ལ་ཨོ་མ་དགོ་ནི་རེད་གོ།

དེ་ཡིན་ནའི་ནང་ངས་བསྐྱུར་ན་ཨ་མྱེ་ལྟ་བུ་སྔོག་རྩིས་ཡིན་དུ་དགོས་གི་ཨ་མྱེ་སྡུག་ན་སྒོར་མོ་ཁྲག་ཁག་ཡིན་དུ་དགོས་གི་དེ་ན་ད་ལྟ་མཚམས་སྲུང་བརྡ་ལས་ཨ་མྱེ་ཁག་ཅིག་འཁོར་ལོ་བཟོས་དགོས་གི་གོ་བྱ་ལ་ཨ་མྱེ་འཁོར་ལོག་ཡིན་འཁོར་བཟོས་དགོས་གི་ཨོ་ཡ། དེ་མིན་ནས་ཁྱོད་སྲུང་བའི་བརྡ་ལས་ད་ལྟ་མཚམས་ཁྱོད་ཧོར་སེར་བྱས་འདུག་གི་ཨི་ག་ལྟོ་ལག་ཅིག་འཚང་ཡིན་ཁྱོད་ལྟ་ཟེར་རྒྱུ་འདི་གི་ཁ་མང་འཇའ་མ་ཁྱོད་ལ་ངས་ཁྱེད་ཆོ་ག་མི་དགོས་ལ་འདི་ནས་བརྩེགས་ཤ་རིག་ཁབ་རྒྱག་སྐྱེ་བདེ་ར་ཝ་མ་རིག་ཀྱ་ཀྱི་ཧོར་བདུད་བཟོའི་བརྡ་ལས་ཁྱེད་འདི་ནས་ང་རང་གི་སྐྱེ་ལོ་ཨུ་འཁྱིང་ཁྱི་ར་སྐྱེ་ལོ་ཨུར་རྒྱུག་རྒྱུ་ཡས་གོ་ན་ཐང་ར་ཝ་ད་ཐུག་གི་ར་ཨ་རོ་ཐོག་ཁ་རེ་འབྲོང་བ་ར་ཨ་རོ་རྒྱུ་ནི་རེ་ངའི་ཁྱོ་ཤ་ལིས་ཟིང་བ་ཟོ་ཟིས་ནི་མི་འདྲ་འདྲ་ཤི་ལ་ང་གཞན་ཅོ་མེན་གོ། ངའི་རང་ས་རང་ཡུལ་ཁ་དོག་གོ་ཁ་ན་ང་ཧ་ས་བྷི་གི་མཐོ་ན་དྲུ་ང་མ་ས་བྷི་གི་འཕང་ན་དྲུ་ཨོ་ཡ་ཁ་དོག་གོ་ཁ་ན་ཨོ་ཡ་ང་རང་གི་རུལ་པར་རབ་སང་ན་ཧ་མེ་ཀྲོང་ངས་སྟི་གི་གར་ཁ་ཉག་ཞིག་ད་ལི་ངའི་ངར་གི་སོ་ཀུབ་དག་ཟེ་གི་ཡོ་ཨོ་ཡ། དེ་རང་ནར་ཀར་རྒྱ་ཁབ་གི་སི་ཅག་སེར་ཀི་ཉི་མ་སེར་རོ་རྒོང་ནི་ཤ་རི་སྒྲིག་ལམ་སྟོང་གི་རྡ་ཀར་རུ་མཐའ་ནི་སི་ད་ལི་ཨོ་ཡ་རྒྱ་ཁབ་གི་ཉི་ན་དེ་རང་ནར་ཀ་འཁོར་ཡུག་སང་ཆུ་གི་སྡེ་ཆེན་མོ་བདག་ཟེ་གུ་གི།

ཨོ་ཡ་འདི་མུ་གེ་འགྱི་ན་གི་ཚུར་ཅན་གིབ་ལར་གྱི་རིགས་ཀྱི་ཨོ་རྩིག་ཚུར་ཅན་གིབ་བྱང་ཆུབ་རིགས་ཀྱི་ར་ཨོ་ཡ་འཁོར་ཡུག་འདི་ཁསོང་སྐྱིབ་ཤི་ཟེ་གོ་ཀ། ཨོ་ཡ་འཇིག། ཨོ་ཡ་འཇིག་རྟེན་མི་ཆིག་ལ་ཀ་ནི་ན་འདྲ་གི་ཨོ་ཡ་དམ་པའི་ས་ཆིག་ལ་ཀ་ནི་ཡིན་ན་འདྲ་གི། ཕྱོགས་གང་གི་ཐད་ནས་ན་ར་དེ་རང་ན་ར་ཀ་འཁོར་ཡུག་ཁསོང་སྐྱིབ་འདི་ཨོ་ཡ་ཀ་ཆིན་འགང་ཆིན་འཛིག་སིག་ཀ་ཆིན་ནང་གི་འགང་ཆིན་འཛིག་རྒྱ་རལ་གི་ནོན་པ་རྩ་ཆིན་འཛིག་ཨོ་ཡ་ཡིན་ནི་རི་ཟེ་གོ་ཀ།

ད་གང་སར་འདེབས་ནོ་ང་མ་རེད་ཁྲ་ངག་གཉིས་ཀའི་ཤ་ར་ཡེ་ལ་དང་ངག་སྣ་ཡི་དབེན་པ་ཡེ་ལ་དང་གོ་ཤེས་ལ། ཨོ་ཡ། ཨ་གཉིས་ཀའི་ད་ལྟ་གསུམ་ཚང་གི་ད་ལི་གང་བ་དེ་ལི་ཨོ་ཡ་རང་གི་སྡེ་བ་གི་ནང་ཁེག་གི་འདི་དག་ཐམས་ཅད་ལ་རང་ཁེག་དག་གི་སྣེ་ཁྲིད་ལི་ད་ལི་ནི་ཨོ་ཡ་ས་ཕྱོགས་སོ་སོ་ལ་ཨོ་ཡ་འཁོར་རིགས་སྲང་སྐྱིབས་རང་ས་རང་ཡོད་འདི་དག་གོ་འདི། ད་ད་གསུམ་ཚང་གི་ད་ལི་ནི་ད་གང་བ་སོང་ན་ར་ཨོ་ཡ་འདི་མུག་གི་ཡིན་ན་ད། ཨོ་ཡ། རིན་ཐང་ཅན་གྱི་རིན་གྱི་ས་གཞི། ཨོ་ཡ། ཁའོ་གངས་ཅན་འོད་འབར་ཚང་གི་ས་ཆ་ནུབ་མོ་གཟིགས་མེད་ནོ། ཨོ་ཡ། འདི་རིན་ཐང་ཆེ་ནོ། འདི་དོག་འདི་འགྱིས་ན་ནོར་རི་བརླག་ན་འོ་དྲིས་ནོར་ཡིན་ནོར་ཉམས་ཤིག་དགོས་ནོ། ནོར་བཞག་ན་ཤོར་སོང་ན་སྙིང་ལ་ལྟོ་ལ་འཚང་ན་ར། ཨོ་ཡ། ད་ཐོབ་བྱ་མེད་ནོ། ཨོ་ཡ། འདི་ལ་ག་ནི་ནི་ད་ལྟ་མཚམས་སྙིགས་སི་ཤ་བ་ནི་རི་རྫིང་ངོ་སྤྲོད་ལེན་འདུག་ཤར་པ་ལྕགས་མགོ་ལྷུབ་འདུག་ཡིན་འདུག་སྙིགས་སི་བོའི་ཆེ་ཡག་ཟབ་ཞིག་ཡིན་འདུག་སྙིགས་ནག་ཅུང་ཧྲ་མ་ཡང་འདའ་གི། ཨོ་ཡ། དུམ་མི་ནི་ཚང་བའི་བརྡ་ལས་ད་ད་མཚམས་ཚང་བའི་བརྡ་ལས་ཨ་ཉི་གིས་ཨོ་ཡ་དཔའ་བོའི་ཁུ་ཚུར་སྒྲ་མ་བསྟན་ན་ཨ་བོའི་ཁུ་ཚུར་སྣང་བ་སྐོར་བརྡ་ལས་ཨ་མྱེས་འདི་ནས་ཚིག་ངན་འགར་རྒྱག་རྫོགས་ཡིན་གཏམ་ངན་གྱི་སྒྲ་ཤ་ཡིན་ན་ཨ་མྱེས་ཕྱིར་ལྟ་ཡས་མྱུག་མཛེས་ཀྱི་མ་རེད་གོ་ཨ་མྱེས་ནང་མཉམ་པའི་ན་ཡ་བསྙན་གྱི་མ་རེད་གོ་ཧོག་གཏམ་སེར་སྣང་ཅི་ཡོད་ཀྱི་རེད་མོག་གཏམ་སེར་སྒོ་ཁའོ་ཀྱི་རེད་ཤི་ལ་ཨོ་ཡ་ཁྱོད་ལྟ་སམ་ཁྱོད་སྐད་ཆ་འདི་མོ་གཟུགས་བྱ་གོ་གི་ར་ཨོ་ཡ་དེ་མོ་གཟུགས་བྱ་ནི་གཟུགས་ད་ཆ་རང་འོག་གི་སྟེར་ནས་སྟོད་གི་ཤ་བོ་སོད་ནས་ཁྱོད་ཨ་མོ་མཁོང་དགོ་ཧོད་ཅིག་གི་ལྟོ་ར་སྔོ་ནག་གྱོད་པ་ཐུབ་ཅིག་གི་སུག་ཨོ་ཡ་དེ་མོ་གཟུགས་ཡིན་མ་རེད་གོ།

ཨོ་ཡ། ད་ལྟའི་ཨང་ཅིག་གི་ལ་ག་ནས་ཕྱིར་ན་རང་ཅག་ཏུ་མི་མངའ་བྱ་ལས་མདོ་མེད་གི་ཨ་ཉོག་ག་རྒ་ཡི་རུ་མེད་གི་ཨ་ཉིག་ཉོག་རང་མ་མཉེག་སྡིག་སྐྱིད་ཟིག་བྱ་ལས་ལ་རང་མ་སྟག་སྡིག་སྐྱིད་ཟིག་བྱ་ན་ཨ་ད་ཁྱོད་བཟོ་བའི་ན་ར་དར་དཀར་རི་རྒྱལ་ན་འགྲོ་དགོས་ནི་རེད་ལོ་ངེད་གཉིས་ད་ལོངས་ན་འགྲོ་རྩིས་ནི་རེད་ལོ་ཐུར་རྒྱམ་ཚང་ནི་འགྲོགས་ཤིག་ནི་རེད་ལོ་ཨོ་ཡ། དེ་ན་ད་ད་འཚམས་སོང་ཡོད་ད་ལས་ཁང་བ་གང་བྱ་དཀར་དགོས་ར་ལོང་བ་གང་བྱ་སྐམ་མདོ་ད་འཚམས་གང་ཡིན་བཟོས་ནས་ན་ཨོ་ད་ངས་འདིའི་ནང་འདི་ན་ཨོ་ཡ་སིག་རྩ་སིག་དགོས་ཆ་ཅིག་འོ་འདི་ཆོས་ཡིན་གྱི་ན་ད་ཁྱོད་ན་ར་མ་བརྗེད་ཚད་མ་བཟུང་ཨོ་ཡ། ང་ཚོས་བཀའ་ཆེན་ནང་གི་འགངས་ཆེན་བརྒྱ་རུ་བརྒྱུད་གནང་པ་རྩ་ཆེན་ཡིན། འོ་ད་དུ་མི་ནས་སྦྱང་མཁན་རེ་འོ་ཡ་བཀའ་ཆེན་གཉའ་གཉོག་གཉིད་མི་ཁུག་ནས་རྒྱུ་མ་གཉའ་གཉོག་སུས་མི་སུས་མི་ཆུད་ནས་འོ་ཡ་མི་ང་བྱ་གྱི་མེད་གྲ་ཞིབ་བདེ་ལགས།
རེད་དེས་ན་ཞུ་ནས་དབུས་ཆོས་གོང་གི་འགྲན་ཞུགས་ཨང་རྟགས་བརྒྱ་པ་མཚོ་ལྷོ་འགྲན་ཁུག་གི་འགྲན་ཞུགས་པ་མགོན་པོ་སྐྱབས་ར། འགྲན་ཞུགས་ཨང་རྟགས་དགུ་བར་མ་ལྷོ་འགྲན་ཁུག་གི་འགྲན་ཞུགས་པ་སྐར་མ་གཉིས་ཀ་དེ་རིང་གི་དཔྱད་འདེམས་པ་རྣམ་པས་ཞུ་ནུས་སྐད་གྲངས་གཅིག་ལྟ་དོགས་མི་རེད་ན།

རྒི་དང་གྲངས་ཆུང་བཞི་ལྔ་ལྔ། རྒི་དང་གྲངས་ཆུང་དྲུག་ཐིག་དྲུག། རྒི་དང་གྲངས་ཆུང་ལྔ་དྲུག་རྒི་བཅུ་རེད། རེད་ད་འདི་གཉིས་ཀའི་ས་བདག་གཟིགས་ར་ལམ་འགྲོ་བ་གཟིགས་གཉིས་ཀའི་བར་ནས་ས་བརྐོ་རྡོ་སློག་ར་རྩ་ས་གཏོར་བརླག་ཡིན་དགོས་སྐོར་གི་གྱོད་གཞི་གཟིགས་ཀི་ཐ་ནས་ད་ས་བསང་ཀིར་ཁ་ས་ཁ་ཤག་བཤིག་གི་བཞི་གིས་ས་རྩི་ཏོག་མགོ་རྐང་ནོག་གི་བཞི་གིས་བསང་གནམ་ཤ་བྱ་མགོ་བཤི་ར་རྫོགས་གིས་ཆག་གཙང་མོ་མགོ་ཁུང་མགོ་ནས་སྙོག་ན། ཨོ་བཤི་བཤིག་བཤིག་རགས་གསུམ་རྩེ་ར་ནང་བཤིག་བཤིག་བྱ་འབུར་རྡོ་ཡིན་ན། རྫ་ཆ་ཡག་བང་རིམ་གཉིས་ཨེ་འགྱོ་ཁྱི་གཙང་མོ་མགོ་ཁུང་སྐམ་མ་འགྱོ་སེ་གོ་ཀ་རེ་དེ་ན་ཆུ་ནས་ཨིག་ཆུ་འདྲན་ཤིག་ནག་སྟག་རྒ་བ་རྨ་ལྷོ་གི་སྐར་མ་ཡི་ཤི་ནུ་གི་སྐར་གྲངས་གཅིག་ལྟ་འདྲན་ཤིག་ནག་སྟག་རྒ་བ་རྨ་ལྷོ་གི་འདྲན་ཤིག་པ་སྐར་མ་ཡི་ཤི་ནུ་གི་སྐར་མ་ཡི་ན་རྒ་དང་གྲངས་ཆུང་རྔ་ཐིག་བཞི་རྒ་དང་གྲངས་ཆུང་བཞི་རྔ་བཞི་དགུ་དང་གྲངས་ཆུང་བཞི་དྲུག་ལྔ། དགུ་དང་གྲངས་ཆུང་དྲུག་གཉིས་བདུན། དགུ་དང་གྲངས་ཆུང་དྲུག་བརྒྱད་གཉིས་བཅུ་རེད། རེད་དེ་ནས་བྱུང་ནས་ཡི་ག་རྟགས་རྒྱུ་ལས་འགྲན་བསྡུར་བྱེད་མཁན་ཡིན་ན་དེ་རང་གི་འགྲན་ཞུགས་ཨང་རྟགས་བཅོལ་བ། ཚོགས་ཞིང་འགྲན་འགྲན་ཁུལ་གྱི་འགྲན་ཞུགས་པ་ལྷ་དར་འབུམ་ར། འགྲན་ཞུགས་ཨང་རྟགས་བཅུ་གཅིག་པ། རྨ་ལྷོ་འགྲན་ཁུལ་གྱི་འགྲན་ཞུགས་པ་དཔར་ལྡན་དབང་ཕྱུག། འགྲན་ཞུགས་ཨང་སྟོབས་བཅུ་གཉིས་པ་རྨ་ལྷོ་འགྲན་ཁུལ་གྱི་འགྲན་ཞུགས་པ་དབྱངས་སྐྱིད་རྒྱལ་སྤྱི་ལས་ད་ཆ་བོད་ལྗོངས་གཞན་གྱི་ན་ཁྱིམ་སྟག་གཟིག་གི་རྩྭ་ས་དེ་དག་གི་ལོ་མང་གཟིག་ག་ཙོང་དུ་ངེས། གཞིགས་ནས་གར་གའི་དུས་ཚོད་ལ་མ་ཐོན་ན་དབྱངས་ཞི་ར་ཡོང་ངས་རྩྭ་ས་དེ་དག་གི་ཕྱི་ར་སྤྲད་དགོས་ཟེར་གོ་འདི་མི་གི་གྱོད་གཞི་ཟིག་རེད་དེས་ན། ཨང་སྟག་འགྲན་ཞུགས་ཨང་སྟོབས་བཅུ་བ་མཚོ་ཞིང་གི་ལྷ་ཐར་འབུམ་ར་འགྲན་ཞུགས་ཨང་སྟོབས་བཅུ་གཅིག་པ་རྨ་ལྷོ་གི་དཔལ་ལྡན་དབྱངས་ཞུགས་འདིའི་གྱོད་པ་གྱོད་ཡ་ར་དེའི་བར་ན་གཟི་བ་གཅིག་འོག་གི་འགྲན་ཞུགས་ཨང་སྟོབས་བཅུ་གཉིས་པ་རྨ་ལྷོ་གི་དབྱངས་སྐྱིད་རྒྱལ་རེད།
ཡང་ད་ལྟར་སྒོ་ད་ལྟ་གིས་ན་དེ་རིང། ད་རང་གིས་འཚོ་གནས་འཇོག་རྒྱུ་ན། དུ་བཀག་མི་ཐུབ་ཀི་བཀག་ཁང་རྐྱང་མོ་ཟིག་ཡོང་ནོ་འཆི་མི་ཐུབ་ཀི་འགག་ཐག་རང་མོ་ཟིག་ཡོང་ནོ། ད་འདི་གང་ཡིན་ཟེར་སྟངས་ན། ད་རང་གིས། འདི་གཟུགས་པོ་འདི་སྡིག་ཐིག་གིས་གཙོ་རིག་གིས། འདི་གིས་ད་ལོའི་ད་རང་གི་སྡེ་བུ།

ད་ཤོང་གི་ཁིར་གེ་ད་གི་ད་ཉིས་སྟོང་བཅུ་ཐམ་པུ་ལོ། ད་འདི་དུ་ཀུན་དེ་རང་རང་ང་ཚོ་ནས་འཇོ་རྒྱུ་ན་ར། ད་ཚིག་ཚེ་ཚིག་ཁིར་གེ་ཨ་ལུ་ཀ་འབྲི་ལི་ཀོ་རི་འཕང་ལུ་ཀ་ཤིན་ཤིན་ཀོ་རི། འདི་ཁིར་གེ་ཉོས་ཀྱིམ་ནག་གི་ཀྱིན་མ་འགྲིག་ཧོ་ཁྱུང་གི་སི་བ། འདི་ཨ་དུ་ཀུན་དེའི་ལ་ཁ་འདི་ནས་རང་གི་སྡེ་བ་གི། ད་ཁ་ཏུ་ཁྱད་དུ་ཆ་རེ་དུག་རེ་གི་ཁ་ཕྱེ་བརྒྱུག་གི། ད་རང་གི་ས་ས་ཚིག་ཚིག་བུ་ཁིར་གེ་ད་གི་བསྐྱུར་དང་ངེས། ད་མ་ར་རྫོང་ཐུག་ཟི་ག་སོང་ངེས།

ཨར་ཅི་ནི་ལོ་དུ་ཆུ་དང་པོ་ལུང་གི་བཞུགས་གཉིས་དང་ཁི་ཁྱོ་ལུག་པ་ཡི་ར་ཡོན་ཁྲི་ཀ་སེར་ཀི་ཁི་ཡི་སྔར་གྱི་མཚན་འདི་བཤད་ན་ཨོ་ད་ཆི་ཤ་ཀྱི་ག་པོ་ཁྱོ་ལུང་ཐོ་ནི་འཇོ་གྱིས་ན་ཁྱོ་ཉིན་ནི་བཞག་ན་མི་བྲི་ཧྲིབ་ནི་བཞག་ན་མི་འཁྱིར་ཨ་ད་ཁྱོ་འདྲ་འདྲ་ཟི་ཀི་འདི་མོ་ཁིར་གྱི་བཤད་ན་ངི་ར་ཁྱོ་ལོམ་ནིར་ཟིན་ལུག་ལ་ཁ་ད་ནི་ངི་ཉི་གི་ཤ་ཀི་ཚིག་གི་ཚིམ་ཀ་རོ་ཡི་རི་ཀི་ཧྲིབ་ཀ་དོམ་པོ་ཡི་ད་འདི་གི་ད་ལི་རང་གི་མ་ར་རྫོང་ཐུག་པ་བུ་ཚོང་ནི་གྱི་མཚན་འདི་ཡིན་ཡ་ད་རྫོང་ཐུག་པ་སོང་ན་རང་གི་ཚོང་ནི་འཇོ་གྱིས་ན་སྐྱིད་སྟུབ་ཀི་ཤི་རིམ་མེད་ཀི་བྱང་སྟུབ་ཀི་ཡོན་ཏན་མེད་ཀི།

བ་ད་ཁྱེད་ཀྱི་ས་འདི་ཟིག་ན་ཡོང་ས་འོ་ན་མ་རེད་ཟིག་ནོ། འདི་སྔ་ཉི་མ་ཡན་ཆད་ཨ་བ་ཨ་ཁི་རག་གི་ཆུ་ཁིར་གྱི་ད་གི་ཁྱེད་ཀྱི་ལོ་ལིན་ཟུག་རག་གི་འདི་གི་ང་དེ་པི་ཁིར་གྱི་ད་གི་ཁྱེད་ཀྱི་ས་ཡིན་ནི་རེད་ཟིག་ནོ། ཡིན་ནི་རེད་དྲ་ད་དེ་རང་ནང་ཀ་ཁྱེད་ཀྱི་ས་ཧྥུང་ལྷ་ཐིར་གི་ད་ཁིར་གྱི་ད་གི་ཁྱ་ལག་ན་འོ་ནོ་གུང་བ་ཞུགས་ཏང་ནི་རེད་གུང་ནི་ལིན་ཀ་མ་ལག་ཡིག་ཡིག་གོ་ནི་རེད་ད་དེ་རང་ནང་ཀ་ཁོ་བོ་པི་ཚེ་ཧྥུང་གི་ཁིར་གྱི་ད་གི་ས་ཡིན་ཟིག་ནོ། རྒྱུ་མཚན་འདི་ལ་ཀ་འདི་ནས་སྐད་ཆ་འདི་མོ་བཤད་གི་ཟེར་གི་ཡ་བཤད་ནི་མི་ཚེ་གི་ཕྱི་རོལ་བཟོ་བྱེད་ར་ཐོན་ན་ཁོ་བོ་ཚོ་ཤུགས་ཟིག་ད་ལས་འདི་མོ་གི་སྐད་བཞག་གི་འདུག་གི་ཡོད་གི།

འདི་ཁུར་གི་དག་སྐྱོན་མེད་གི་བཟུང་ཁྱེད་ར་ང་ལོ་ང་གི་སྒོར་མོ་མི་ནུས་ཕྱིར་མེད་གི་ཡ་ཏིག་ཡིག་ཏག་ན་ཁྱི་ང་འདི་དག་གོ་འདི་ལུག་པ་ཡི་ར་ཡོན་འཛུགས་ཤིང་ཁྲག་ཁ་སེར་གི་ཁྱི་གཟིགས་ཤིག་ངི་ར་གི་ང་དེད་པའི་ཧ་ས་མ་མོ་གྲང་ར་འགྲོ་ངི་རང་ས་སེར་གི་མཐོང་ར་འགྲོ་ངི་གི་ང་དེད་པའི་ང་ཉི་མི་ཡན་ཆད་ངི་མ་གྲང་ཟིག་ང་གུར་གི་དག་དམར་དྲི་མོ་དྲི་ལག་ཁ་རག་སུ་ངི་སྐྱ་ཀྱི་སྔོན་མོ་མགོ་དྲི་ཚུ་ང་གི་ང་དེད་པའི་ས་ཆ་འདི་རེད་ཟིན་ནོ་ཡ་དེའི་མི་ཚེ་གི་ཁུར་གི་དག་ལོ་ང་གི་སྒོར་མོ་མི་ནུས་ཁྱི་ང་ཕྱིར་མེད་གི་ཟིན་ནོ་ཡ་ལོ་གསུམ་གི་རག་ང།

ངས་ཀྱང་ཡོང་ནི་མ་རེད་ཟིག་ད་རེས་རང་རང་ང་ཚོ་ནས་འགྱོ་རྒྱུ་ལ་རང་གི་ཁུར་ཁྱེད་ད་གི་ས་ཆ་ག་ཟེར་བ་འདི་དུ་ཀུན་ད་ཁུར་ཁྱེད་ཉི་མི་ཆེ་མི་ཆུང་ཚང་ཆེན་ཡིན་ཟིན་ནོ་རྟ་མི་ཆེ་མི་ཆུང་སྐྱ་ངེ་ཡིན་ཟིན་ནོ་ཡ་འདི་དུ་ཀུན་ད་ཁུར་ཁྱེད་ད་གི་ཞལ་ལས་ད་རེས་ད་འདི་ར་ཁུར་ཁྱེད་དེ་རང་ས་ཆ་འདི་ཡོང་གི་ད་རེས་ང་གཉིས་ཀྱི་འདི་ཁུར་ཁྱེད་ད་གི་སྒར་གྱི་ཡིན་ན་ཁུར་ཁྱེད་ཁུང་ཡིན་གྱི་གྱི་རེ་ཤང་གྱི་ཡིན་ན་རྐུ་ང་ཕུད་གྱི་རེ་ཡ་འདི་གི་ད་རེས་སོང་ན་རང་རང་ཚོ་ཚོ་ནས་འགྱོ་རྒྱུ་ན་ར་ཏི་ཡིན་ད་ཀི་ང་དེ་པའི་ཁུར་ཁྱེད་ད་གི་རང་གི་ནང་ར་སྐྱི་སུམ་གི་ལ་ཀ།

ང་ཁིར་གྱི་རིང་ལ་ཁ་མོ་ར་ཡོར་ས་ཟིག་མེད་ལ་ཨག་ཟི་བ་སྒྲབ་ལ་ཁྱེད་རང་དང་ཟིག་ཇོ་རི་ཟིག་མོ་ང་ལ་གང་ང་དད་པའི་སྡིག་ཟིག་བོ་ལི་སྡོམ་ནི་རི་ཟིག་མོ་ང་ན་ཚིག་གི་ངོས་ཤོ་ནི་རི་ཟིག་མོ་འདྲེ་གང་ང་དད་པའི་ཁིར་གྱི་ད་གི་ཆི་གི་ཤ་ཀྲུང་དེ་རང་ནི་ཁ་ཁིར་གྱི་གོང་མ་ཟིང་གི་ཁིར་གྱི་ད་གི་སི་ཅིང་གི་ཚུང་ལི་ཤ་ལི་སུང་ལ་ར་རང་ཀ་ཡན་པ་ཡན་ཀྲུང་ཏོག་གོ་ནི་རྒྱུ་མཚན་འདི་མོ་རི་ཟིག་མོ་ཡ་ཏི་གི་ད་ལ་དེ་རང་ནི་ཀ་ང་ན་འབུ་བོ་འདི་ད་རང་ཀ་ར་དག་མ་ཐུ་བ་ལ་ང་འདི་ཤུང་གི་ཁྱོང་ཐོ་ནི་འཇོ་རྒྱི་ལ་ར་དེ་རང་ཤ་ལ་ཤིག་ཤིག་ནི་ཡིན་ཟིག་མོ་ད་ཤུང་གི་ང་ཤེ་གྱི་ར་ཡོ་ནི་མ་རི་ཟིག་མོ། དེ་རིང་ནི་ཀ་ཤུལ་སྤྱི་ཚོགས་ཀྱི་ཁྲོད་འདི་ན་ང་དང་ང་འདྲ་བའི་མྱི་ཁིར་གེ་དག་གི་གཉིས་མིག་གཉིས་པོ་འདྲ་མི་འདུག་ཐིག་འདི་ཁིར་གེ་ལྷག་པར་སྟོང་བ་ཅན་གྱི་འདུས་མོ་གི་སྐོར་གྱི་འདི་གང་བ་དེ་པས་རང་གི་ཁིར་གེ་དག་གི་ཧ་ས་མ་མོ་གྲང་འདྲ་འགྲོ་རང་ས་སེར་གི་མཐོ་འདྲ་འགྲོ་འདི་ཁིར་གེ་དག་གི་ཆ་ལག་ནའང་ནོ་དགོང་བ་ཤུག་དང་དགོང་ལས་ནི་ཀ་མ་ལག་ཡིག་ཡིག་འདི་ཡི་སྐོར་ནས་འདུས་མོ་ང་དང་ང་འདྲ་བའི་ཁིར་གེ་གང་གི་མང་མང་ཡོད་མོད་ཡ་འདི་ཐམས་ཅད་དུ་འཚོ་ནས་འགྱོ་རྒྱུ་ན་དེ་རིང་ཁིར་གེ་འཁྲོམ་པ་ཁྱི་མ་ཚོགས་པའི་འཁྲོམ་ལྟ་གོ་ནས་དག་གི་ཡ་འདུག་ཡོད་ཚོད་ས་ཆ་འདི་གའི་གཞུང་གི་སང་ཕྱིན་ཆད

རང་གིས་ངོ་མ་ཤར་ན་འདི་ཧི་སྐར་མགོ་དམག་ས་འདི་སྐར་ངར་དམག་ས། འདི་ཆུ་ཟིག་དམག་ས་བཞིན་ན་ང་ད་ཁྱི་ཡི་ཤ་ཡི་ཟིག་གི་འབོག་གི། ཁོང་གིས་ཨ་པ་ལྷ་ཐར་གི་ཁྱོ་འདེགས་ཅིག་ཤོག་ར་ཨ་ཚེ་གི་ཟེར། ཡོང་དུས་སྡེ་གི་འདི་ན། བཟི་བ་དབུ་ཡི། འདི་ན་བ་ཁི། འདི་མུ་ཟིག་བཞི་འོག་གི་དེ་གིས་བཏང་ན། འདིས་དགའ་དོན་དག་འདི་ངས་ཆུ་ཟིག་ཨ་མ་དགོ་ནི་རེད་བཞིན་ན། ད།

འབྲོང་ར་ཁ་རྐྱང་པོར་རྫ་མ་འགུགས་གོང་ཨ་སྟག་ཐིག་ལེ་རྐྱང་པོ་སྣ་ག་མ་སོང་གོང་ཨ། ཆུ་མོ་གཟིག་གཟིག་སྣའུ་ཁ་གཉིས་ཀ་རྟ་ལིང་མགོ་ཡིན་ནི་མགོ་ཡིན་ནི་རྟ་ར་རིའི་སྟེང་གི་རྟ་ལས་ནི་རྗེ་ཁྱ་ཁྱ་ཁྱ་ཀི་ཀ་མོ་ཡིན། དེ་གིས་ན་ཁྱི་མོ་ཤ་ན་ང་ར་ཚིག་ཡང་ཡང་ཨ་ཀི། སྐྱིད་སྐྱིད་ཀི་མགོ་མ་བཟོས་མེ་ཁི་ར་ང་ཧི་ཧི་ཀི་འཕྲོ་མ་ན་འདྲ་བོ་ང་རེད།

རྟ་ཁུག་རྨོ་བ་བྷེ་ཐི་སི་ཡ་ཁྱི་ཁག་གྱི་ཁྱི་མོ་ཤ་ན་ར་ཡང་བ་གི་ཁྱོར་ང་རང་ཁྲི་ལས་དབང་བ་སོང་ན་ཤོ་རོ་རུ་ཀ་རྟ་ནག་ཅིག་ཧ་ཡི་ཁྱོ་ཁྱི་སྨྱུ་རང་རང་བ་སི་ནས་འདི་གི་ཐང་ནང་ན་ཁྱོར་ཚ་ས་བ་ད་བཤད་ར་ལུས་ལྟེ་བྲག་རོ་ད་ཆུང་བ་ངི་ཁྱོར་སྒོར་མོ་ཁྲི་ཅི་ཐང་པ་བ་བཤད་ནང་ན་རེད་ད་ཆུང་བར་སྒོར་མོ་ད་ཆུང་བ་རྣམས་སྟེར་གྱི་རྟགས་ཅིག་ཤོ་བཟི་ཚ་ཚོ་ད

སུ་ངི་ད་ཏི་ངི་ད་འདི་རེད་དེ་རང་ན་ཤ་ཆི་ཟིག་རེད་བཞི་ན་ད་ཡུ་ངི་ད་ལི་བ་ཀི་ཟི་བ་དགྲ་ལྷ་དབུ་ཡི་ད་ཏི་ངེ་ཟི་བ་དགྲ་ལྷ་གི་ཁྱི་མོའི་ཤ་ན་ངི་ངི་བ་ཀི་ཤི་རྗེ་མོ་གི་གཡང་མོ་ཡི་ཐུག་ཐ་མོ་གི་བཀྲིས་མོ་ཡི་ད་ལི་ད་ངི་ཁ་ཉི་གི་རྟག་མི་འདེགས་ཅིག་མྱང་གི་ཡུ་ངི་སྟི་ངི་འདེགས་ཅིག་རྟག་གི་ཡུ་ངི་འདི་མི་ང་ཉུང་བ་ཟིག་ཡི་ཉུང་བ་བདག་མ་ཟིག་བདུད་མ་ཟིག་ཡི་ད་ལི་ངི་ཉི་ག་མྱག་ཉི་བ་ཀི་ཟི་བ་ཟིག་ཡི་ཁྱག་ཉི་བ་ཀི་སངས་པ་ཟིག་ཡི་ཁུ་བུ་འདི་གི་ངི་ངི་བ་ཀི་ད་ཁྱི། ཆུང་ཆུང་དུ་ཆེ་གེགས་ཆུ་མགྱོགས་མ་བཅུ་བ་སྐྱང་རང་དག་མྱང་གེགས་ཆུ་མགྱོགས་མ་བཅུ་བ་བརྡ་སྟེ་ངི། འོ་ད་ཁུར་རྡོ་བླི་ངི་མ་ར་ཧི་ངི། ད་ཤ་བླི་ངི་ཡ་ར་བཞི་ཧི་བརྡ་སྟེ་ངི་ཁུ་ཆི་མུ་ཤ་ན་ར། ད་འདི་ཉི་གི་བར་ནི་སྟོང་དག་འདི་ཁུ་ལི་རྗེ་ལི་ཡ་བཞི་བརྡ་ལི་འདི་གི་ཡོང་ནོ་སྐྱོབ་ཀ་དྲི་ཉི་ག་ཆེ་ཐུར་དགོངས་པ་ཉི་ག་མཐོ་ར། ཤོང་འདི་གིར་རྒྱབ་ཤལ་སྐྱོབ་ཤལ་ཡེ་ཀོ་ན། འདི་ཆི་ཟ་ང་བཤལ་མི་རྒོ་ནི་རི།

ཁྱེད་དེ་རེ་ཟིན་ན་ངིང་ར་ཡ་བ་ཧབ་ཞོག་མེད་ལག་ཡོད་ན་མ་མབ་ཞོག་མེད་ལ། སི་ཧ་མི་ཀུན་ནོ་མང་ཉོང་ཟིག་མ་འཁྱེར་ར་ཁ་ཡི་གེ་བཀའ་ནོ་ཡང་རྗེ་ཟིག་མ་ཁོ་ར་བདའ་ཏིང་ད་ང་རྒོལ་དོག་ཁྱ་བོ་ཤེ་ར་འཕྲོ་གུབ་ཅིག་དང་ན་ཁྱི་མོ་ཤ་ན་ར་ད་ངི་ཤམ་ད་ཁུ་བ་སོང་ར་མ་ཁ་ཚི་གི་སི་ར་སི་ཁོ་ནི་དར་འཇིམ་སིན་དི་མོ་ཟིག་ཡིན་དི་མི་གི་ད་ང་ཉིག་ར་ང་ཁྱེར་ཅག་ན་ང་རྡབ་ཤེ་ལི་འདི་ནི་འདི་གི་བདར་ན་འདི་རྟ་གི་ཉིག་ག་མི་མཛའ་གི་མཉམ་པི་ན་མི་ཉན་གི་ཁྱི་མོ་ཤ་ན་ར་ང་མི་ཤི་རང་རྒྱ་མདའ་འདྲ་འདྲ་བ་རི་མི་རྒྱུག་རང་ཤང་མ་འདྲ་འདྲ་བ་རི་ཡིང་ང་བ་གི

ཁ་བརྒྱད་སྡིག་ཆགས་ཆགས་རིག་མགོ་བ་ས་བྱི་ལོང་རིག་བདག་པོ། ཁ་བརྒྱད་གཏུམ་ཆུབ་ཤི་ཁ་གཉན་ས་སྲི་ཆུ་བྱིན་བླ་ག་རྟ་ས། འདི་ཁ་བརྒྱད་འདི་མོ་གི་ཁ་བརྒྱད་གང་ཟིན་ན་ཁ་བཞག་གཅིག་ཡོང་ནི་རིག་ཁག་བཞག་དེ་མི་འོང་ནི་རིག། འདི་དག་ཐམས་ཅད་ཀྱི་སྔགས་ཤིག་བས་ད། བས་ན་ཡིན་ན་འདི་དག་ཐམས་ཅད་ཀྱི་ཆུ་སེར་གྱིས་ཟིན་ནི་ཡིན། སྔགས་ནག་གོར་མོ་གི་ནང་དགྲ་ས་བོའི་བརྡ་ཐོས་ནས་བོད་པའི་སེར་སྤུན་འདྲ།

ད་གྲགས་མེར་བདེ་བ་ནང་གི་ཆེ་རྒན་པ་འདིར་སྐབས་འཚོལ་ན། འདི་རྒྱུད་དཀའ་རེག་གི་སྔགས་དེ་ན་གང་སང་དཀར་མོ་གི་དབུར་གྱི་ཕྲིན་འདི་གཡེར་དཀར་ལྗང་དེ་མེད་གི། འདི་དམར་རྒྱུད་སྨུག་པོ་རྫ་ཡ་དེ་ན་འདི་གོས་སྲིན་སྦྲང་མོ་གི་དབུར་གྱི་ཕྲིན་འདི་རི་ཐུར་གི་དམིགས་སུ་ལེགས་གི། འདི་བྱང་རྒྱུད་རྒྱ་རྫོང་ནག་ཡ་དེ་ན་དམར་ཡག་སྟག་མོ་གི་དབུར་གྱི་ཕྲིན་འདི་འཛུམ་ཕྲུག་གི་ཁྱ་ཤོ་ལེགས་གི།

དེ་ཡིན་ན་དེ་རིང་རྟིང་མ་རྟིང་གི་མགོ་མ་ཡིན་ཡང་ན་གོ་སྤྲིན་གི་ཐོག་མ་ཡིན། ད་ལྕགས་ལ་ནི་ལ་རྐང་འཛེག་གོ་རེ་ལ་རིང་མོ་སྟག་རྣམ་པ་གོ་རེ་ཞིང་ཨ་རིའི་ལ་མོ་ལེན་གོ་རེ་དེ་སྐབས། ད་ལྷ་ཐུར་གི་ཆུ་ཟེགས་གས་བཞིན་ཡིན་ན། ཁོང་གཉིས་ཀ་ངུ་ན་ཤག་གི་ཚིག་ཟིག་ཡོད་རྐང་ཟིག་གི་རྗེས་ཟིག་ཡོད། ཚིག་རྒྱབ་རྒྱབ་ཤག་གི་མདོ་རྩ་ག་ལྷུ་བཞི་རྒྱན་གྱི་རྒྱན་ཐག་ཁོང་གཉིས་ཀི་གང་ཡལ་བཞིན་ཡིན་ན། ཨོ་ཡ་ཁོ་རྩ་ས་ཚིག་འདི།

ཁོས་བོད་པའི་རྩེ་ཁོ་ན་མགོ་རེ་རེའི་ཕྱག་གིར་སྔ་བ་ཡི་ཉག་གི་གུག་ཕྱག་གི་བཞུགས་མ་ཡི་ཁོའི་ཕྱག་རྒྱ་འུག་སྤྲང་ཡི་ཁོའི་ཕྱག་ཚིག་གླང་མི་འདི་ཡི་ད་ལི་ཁོའི་ཕྱུགས་ཕྱག་ན་ཁོ་ཚིག་ཨ་ལན་ཅང་གོ་ཐོག་ལེན་མེད་གི་གོས་རི་མོ་ཅང་གོ་ཐོག་རྒྱག་མེད་གི་བཟོས་ད་ཐང་ནི་འདི་ཁ་ཚིག་ཧུར་ཚག་གི་ཤོར་ད་འདི་ལི་མི་ཐེ་གི་ཏ་ཏ་འདི་ཚིག་རྩ་རྒྱུར་འཇོག་གི་རེད་འདི་ཨ་ལོང་གི་གི་ཕ་ག་ཡི་ཡ་དེ་འཕྲུ་རིན་པ་ཅང་གི་ཞག་ནི་ཡི་ན་ད་ཁོས་ཁིར་གི་ལུག་ཏིང་གོར་ཡོ་ཟི་ནི་ཡི་ན་ད་ཁོས་ལུག་རྒྱུ་གཉེར་གི་འདི་མགོ་རི་རྡོ་ཟི། ཁྱི་སྒོར་མོ་ཆུ་མོ་ཟིག་ཤི་ན་ཟིག་ན་ཁྱི་སྒོར་མོ་ཁྲི་ཆུ་ཐམ་པ་ཁོ་གི་སྟེར་རྒྱུ་ཡི་ཡོད་ཟིག་རེད་ཁྲི་ར་ཁྱི་འདིའི་ནང་གི་ཁིར་གི་ཁོ་བབ་ཐང་ན་ཟིག་ཁོ་ཁྲི་རྔང་འདི་ཁོ་ལག་འབྱོར་སོང་ཟིག་ཁྲི་རྔང་འདི་ཁོ་ཆག་ལུས་འདོད་ཟིག་ད་སྐ་ཆང་དེ་གས་ཤ་ཐ་གོ་པི་ཙེ་ཁོ་ན་ཁྱི་ཉག་ཡི་ཁི་ར་ཀོ་ཡི་རི་འདི་རྟ་ཡི་ཁི་ར་རི་ཡི་རི་ཡ་ད་ལྟ་ནས་ལྷ་ཐར་ཁྱི་ཉག་ཆག་ཆང་གི་རྟ་ཡི་ཁི་ན་ཁོ་ར་ཆང་གི་ཉག་ཡི་ཁི་འོ་པི་ཙེ་ཁོ་གི་ཁྱི་ཟིག་ད་ཟིག་ན་ཡིན་ན

ཨོ་ཡ། ཁོ་གང་ཡག་ཡོད་ཟེར་ན་ཡིན་ན། སྒོར་སྨུག་གཅིག་ཆག་གི་མ་བཞུགས་གཉིས་ལུས་གི་མ་བཞུགས་བརྡ་བཏང་ནས་ཁོས་ཚིག་ར་ཚང་མ་ཐོག་ཐུག་ཟ་ཡོད་ཁོས་ཚ་ར་སྒོག་ཀ་ངུ་ར་ཟ་ཡོད་ཟེར་བརྡ་ལས་འོས་པའི་རྩེད་ཁང་ན་ཁྱེད་སྐད་ཆ་འདི་གས་བྱ་ནི་རེད། དེ་ཡིན་ན་རང་སེམས་གཙང་ན་བཟང་ངས་འདང་རྒྱག་དགོ་ནི་རེད་ཞིང་ཁར་ཐང་ཨང་ངས་ཐིག་རྒྱག་དགོ་ནི་རེད། ཁྱོད་གི་ནང་ཨག་ཞིབ་འཇོག་ནི་མ་རེད་ངས་གི་ནང་ཨབ་ས་འཇོག་ནི་མ་རེད།

ངས་ཁར་སྐད་གང་རེ་བཟོས་ནས་ན་དེ་རང། ངས་རང་སྨད་ནས་གཏམ་གཟིགས་བྱེད་དགོས་རྒྱུ་རེད་ཁྱེད་ཀྱི་མིང་ནི་སྲིད་གཟིགས་དགོས་དགོས་རྒྱུ་རེད། རེད་དྲ་རང་འདི་མོ་གཟིགས་བྱ་ཟིན་ན་དཀའ་མོ་ལག་ཁ་ཡིན་རྒྱུ་རེད་དཀོན་མོ་ཆག་ཁ་ཡིན་རྒྱུ་རེད། འདིར་རྒྱུ་མཚན་ཆ་གཟིགས་ཟིན་ན་ང་རིག་འདི་གིར་བསྐྱར་སྦྱོང་མེད་གི་ང་བསམ་བློ་གོ་རྟོགས་ཅུང་གི། མྱི་གིར་རྒྱུ་ང་ལྟ་མ་མྱོང་གཟིགས་སེམས་གིར་རྒྱ་ཁུངས་མཚོན་མ་མྱོང་གཟིགས་རང་ཤ་སྟག་ང་ཨུ་མ་མྱོང་གཟིགས། རང་དོན་རང་གིར་སྐྱོང་མ་མྱོང་གཟིགས་ང་ཉག་གསུམ་གང་ནས་བཙོང་མ་མྱོང་གཟིགས། འདི་མོ་གི་ཉམ་ཆུང་གི་མྱིག་ཁྲ་ཟིག་གི། འདི་ཁར་སྐད་གང་རེ་བཟོས་ནས་ན།

ཨོ་ཡ། སྒོར་མོ་ཁིར་ཁེ་གང་རུ་བཙིར་ནས་ན་ཁིའི་ཁྲི། རྒྱ་ཆེའི་རྒྱལ་བོ། བཤད་ནས་བཞོག་ག་ནི་རྫི། ད་ཁྱི་བྱ་ནི་རེ། ཡ་ན་ཁིར་ཁེ་གང་རུ་བཙིར་ནས་ན། ལྷ་ཐིར་ཀི། ཁིའི་ཁྲི་ང་མི་ནི་བྱིན་མེད་བཟི་ད་ལི། ད་ཁྱི་ཉི་ག་ཆ་འདི་ཁི་བྱ་ད། རེ་ཏྲ་ར་འདི་ཐུ་མི་ཏི་ཀི་ནམ་ས་བཟི་རི་འཇུ་མི་གཅིག་གི་སྟག་ཡག་ཟིག་རེ། རེ་ཏྲ་ཏྲག་ཀི། ད་ང་ཏེ་ལི་ཡོ་ཀ་ཉེ་ལིག་ཟི་ཡོ་ང་སིག་ཏི་བཞི་བོར་ཡོང་ལིག་ཟི་ཡོ།

རས་བཀྲ་ངན་འདིའི་ཐོག་ནས་ཕྱིར་ཚུར་ཕྱི་ནས་བྱ་ལ་ངའི་ནང་སྐྱི་ནང་ནས་བྱ་ལ་ཁ་སོག་གི་རི་མོ་རྒྱང་ནས་བསྐོར། བསྐོར་ནི་ཡིན་ན་གང་རེད་བཞིན་ནི་ཡིན་ན་བོད་པའི་སྐྱེས་ཁུངས་ཁྱོད་ཁྲི་བརྒྱད་ཤིན་ཐང་ཟིག། དུ་མ་ཡིན་པའི་ཁྱོས་ཕྱི་ལོག་ནི་ཟིག་གང་རེད་བཞིན་ནི་ཡིན་ན་སྟོང་ཚོ་ཉིད་འདི་ཆ་ལྡོག་གི།

དེ་འདྲའི་གསེར་གྱི་ཐུགས་ཀ་ཆག་གི་འཇིག་མི་ཉན་གསེར་གསུམ་སྟར་གྱི་འདི་པ་འཁྱུག་གི་འཇིག་མི་ཉན། ད་དབུས་ཕྱོགས་མཚོ་ན་ར། ཕྱི་མ་རུ་སྣང་རིས་སྦྲ་མ་རུ་བྲག་རིས། ཤར་གྱི་ཆུ་ཀ་ཐུག་གི་ཤོག་ཀ་ནི་གཟི་ཡོང་གོ་འཛག་གི་ལག་གི་ཆུ་ཡ་ཐུག་གི་འཛག་གི་ནི་གཟི་ཡོང་གོ། དབུས་ཕྱོགས་མཚོ་ནས་སོང་ན། ཧོ་ལོ་སྔགས་སུམ་ཅོ་ལྔ་བུ་ལས་དྲུག་སུམ་ཅོ་བརྒྱའི་སྟག་གི་བཟོ་གིས་ཨ་མ་ནུ་མ་ཁའི་གི་བུ་ལི་ངའི་སྐྱབས་ཀྱི་སྔོན་མོ་མགོ་བཞག་གི་དུས་སྐབས། ལག་གཡས་གི་ཤ་དག་ཀ་མ་བསྲེ་ཡིས་སྐབས་གསུམ་གི་ཨོ་ཆེན་ཕྲ་མོ་ན་ནས།

ད་ནས་བཟུང་སྟེ། གང་ནས་བར་དུ། ཁྱེད་ཉིད་ངའི་མི་ཐུབ་རྟ་ཐུབ་སྒ་ཐུབ་གསུམ་ཁྱེད་ཉིད་ཐོག་གསུམ་ཐོག་པ་ཧེ་ཧོ་བྲིས་གོ། ང་ཟུར་རྟ་ཟུར་སྒ་ཟུར་གསུམ་ཁྱེད་ཉིད་སྲིད་གསུམ་སྲིར་བཀག་དགྲ་སྟོན་བྲིས་གོ། ཁྱེད་ཉིད་ངའི་མི་དེ་གཏམ་དེ་སྒམ་དེ་གསུམ་ཁྱེད་ཉིད་ཐིག་གསུམ་ཐིག་ཀ་ས་སྟོན་བྲིས་གོ། ཁྱེད་ཉིད་ཨ་ན་མ་ན་རྟ་ནི་བཟོས་གོ་ཨ་འཁྱམ་ཁྲ་འཁྱམ་སྒ་ནི་བཟོས་གོ། སྒ་ང་རིང་གུག་གི་ཚིག་བྱ་ད་ལི་ཤི་རིང་གུག་གི་གཏུམ་བྱས་ད་ལི། སྒྲ་ཆེ་ཉི་ག་ལྷོ་འབྲུག་བྱང་གཅིག་རིགས་ཡེ་ཀྱོ། ངའི་སེམས་ཁམས་ཀུར་སྐྱེས་ཀྱི་ར་བ་ཡིན། མགོ་རི་ལུས་སྟེང་གི་ར་བ་ཡིན། རེ་བ་རི་མགོ་ནི་སྒྲུབ་བྱང་ནི་ཡིན། ཡིད་སེམས་རྒྱ་མཚོ་ནི་སྒྲུབ་དཀྱིལ་ནི་ཡིན། རེ་བ་རི་མགོ་ནི་འབྲུག་ཤ་ཁ་མ་འཇིག། ཡིད་སེམས་རྒྱ་མཚོ་ནི་སྒྲུབ་གང་གི་མ་འཇིག། ཞེས་རྒྱུ་དག་རྒྱུ་མཚན་དང་ཡིན་ཡ།
རེད་འདི་གཅིག་གཟུགས་མོ་ལྷན་གྱིས་གང་ནས་ཆུ་འདྲ་ཞིག་ཨང་རྟགས་བརྒྱབ་པ་དང་དགུ་བ་གཉིས་ཀའི་མཇུག་མཐའི་སྐར་གྲངས་ལ་གཅིག་ལྟ། འགྲན་ཞུགས་ཨང་རྟགས་བརྒྱད་པའམ་མཚོ་ལྷོ་འགྲན་ཁུལ་ནས་ཡོང་བའི་མགོན་པོའི་སྐྱབས་ཀྱི་ཆེས་མཐོ་ཡི་སྐར་གྲངས་རིགས་དང་གྲངས་ཆུང་དྲུག་ཐུག་དྲུག་དང། ཆེས་དམའ་ཡི་སྐར་གྲངས་རིགས་དང་གྲངས་ཆུང་བཞི་ལྔ་ལྔ་ལང་གཅིག་མཇུག་མཐའི་སྐར་གྲངས་རིགས་དང་གྲངས་ཆུང་ལྔ་ཐུག་བཞི་རེད། འགྲན་ཞུགས་ཨང་རྟགས་དགུ་པར་རྨ་ལྷོ་འགྲན་ཁུལ་ནས་ཡོང་ནུ་གི་སྐར་མ་གི་ཆེས་མཇུག་མཐའི་སྐར་གྲངས། ཆེས་མཐོ་བའི་སྐར་གྲངས་དགུ་དང་གྲངས་ཆུང་དྲུག་བརྒྱུད་ལ་གཉིས་དང། ཆེས་དམའ་བའི་སྐར་གྲངས་དགུ་དང་གྲངས་ཆུང་བཞི་ལྔ་བཞི་བླངས་འཇུག། མཇུག་མཐའི་སྐར་གྲངས་དགུ་དང་གྲངས་ཆུང་ལྔ་གསུམ་གཉིས་རེད། རེད་དེ་ན་ཕྱི་ནས་ཆུ། དེ་རིང་གི་འགྲན་བསྡུར་བྱེད་མཁན་གྱི་འགྲན་ཞུགས་ཨང་རྟགས་བཅུ་བ་མཚོ་ཞིང་འགྲན་ཁུལ་ནས་ཡོང་འདུག་ལྷ་ཐར་འབུམ་མ་འདིར་གཞུག་གི་ཞལ་འདེབས་པ་རྣམ་པ་གཞོན་ནུ་གི་སྐར་མ་གཅིག་ལྟ། འགྲན་ཞུགས་ཨང་རྟགས་བཅས་པ་མཚོ་བྱང་འགྲན་ཁུལ་ནས་ཡོང་བའི་ལྷ་ཐར་འབུམ། དགུ་དང་གྲངས་ཆུང་བཞི་བཞི་དགུ། དགུ་དང་གྲངས་ཆུང་བཞི་བདུན་བཞི། དགུ་དང་གྲངས་ཆུང་བཞི་གཉིས་ལྔ། དགུ་དང་གྲངས་ཆུང་བཞི་དགུ་དྲུག། དགུ་དང་གྲངས་ཆུང་ཉིས་དགུ་གསུམ་བཅས་རེད། རེ་ད་གང་ནས་ལྷ་ཐར་འབུམ་ར་དཔའ་བརྟན་དབང་བྱེད་དབྱངས་སྐྱིད་བརྒྱ་འདི་ཆུ་ཁྱིམ་བདག་གཟིགས་ཀྱི་རྩྭ་ས་འདི་དག་གི་ལོ་མང་ཨབ་བཙུན་གྱི་དད་ལས་ཡང་འཁུར་གྱི་ཚིག་ཐོག་དོན་ཐོག་གནས་གཅིག་མ་བདེ་ལ་དད་ལས་ཟབ་ཞི་ར་ལས་འགོ་འདུག་གནས་ཚུལ་གྱོད་གཞི་འདི་མོ་གཟིགས་འདས་མའི་དད་ལས་ཁ་བརྡ་བྱས་ཡོང་ནི་རེད་གྱོད་གཞི་འདིའི་ཁྲོད་ཀྱི་ཁྱིམ་བདག་འདི་ཟོམ་ཚོ་འཇིག་ན་ཡང་འཁུར་གྱི་དྭངས་མ་མགོ་མ་ཡིན་འཇིག་ན་ཤུགས་ཆ་ཆེར་བཟའ་ན་སྐྱིད་མེད་གྱི་འདོད་ལས་རལ་གྲི་བཞིན་ནང་ན་དྲོད་མེད་གྱི་འདོད་ལས་ནས་རང་བློ་རང་གིས་དྲན་ནས་རང་བྱ་རང་གིས་བཅོས་ཡི་དད་ལས་ནི་འུ་གཅིག་གི་ཧ་ས་དྲོན་མོ་འུར་སྡེ་བཙུན་ངོས་ནས་དགོངས་བཞེད་མུ་འཕེའི་ཐོག་ཞེ་གཅིག་བསྐོར་བའི་བརྡ་ལས་གསུངས་གཟིགས། རི་བཀྲ་གཡང་འཁོར་གྱི་ཁར་ཚང་དེ་ལང་འདི་བདོག་གོ། ཁེ་ཁ་དྲོན་མོ་རི་འགག་གཅིག་མ་ཆགས་ནས། འགྱོད་པ་རྗེ་མོ་རྟ་འགག་གཅིག་མ་ཆགས་ནས། ཨོ་རྟ་བོའི་ངང་ལ་འགོ་ན་ཧྲི་མེད་ལ། མྱུ་བོའི་ངང་ལ་འགོ་ན་ཤ་མེད་ལ་གཅིག་ཡོང་ན། རང་ལོ་བཀྲ་ན་གཞོན་མི་བཀྲ། ཉེས་འདོགས་ཆད་ན་མཐུ་མི་ལུས་རེད། བདེ་ཆུང་སྐམ་པོའི་ཆུས་བསྲེས་ན་བདེ་བ་བྱུང་བ་ཐལ་མི་ལུས་རེད།

རེད་དེ་རང་གི་གྱོད་དཔེ་འདིའི་ཁྲོད་ཀྱི་བཟི་བ་ཡིན་ན་བཟི་བ་ཡང་སྐྱིབས་རྒྱ་རེད། བཟི་བ་ཡང་སྐྱིབས་རྒྱ་གི་སྤྱིར་ཡིན་ན་རང་གི་ཤེས་བ་རང་ར་སྐྱག་གི་ཧུར་བ་སྙིང་རེད་རེད་ད་ཡང་ཁོ་བཟི་གོང་ནས་ལྷག་བསམ་འདི་དོག་གི་སྐྱིག་བུས་ཡོང་ན་ཁོ་ཆག་གཉིས་བར་གྱི་བསམ་པ་རམ་ཉག་གཉིས་བར་གྱི་བཟི་བ་ཡིད་ལ་འདུག་ག་ཆེ་ཆུང་མེད་གི་སུས་བཟི་གོ་ཉེ་རིང་མེད་གི་གཏམ་ཟིག་བཤད་ལ་བཟི་བཟི་ཡིས་ད་ད་ན་ཁྱོའི་བཟི་བ་འདི་ཕྱི་ནུག་གི་སྐར་མ་གཅིག་ལྟ་རྒུ་དང་གྲངས་ཆུང་གསུམ་རྒུ་དྲུག། རྒུ་དང་གྲངས་ཆུང་གསུམ་བརྒྱད་དྲུག། རྒུ་དང་གྲངས་ཆུང་བཞི་བཞི་བརྒྱད། རྒུ་དང་གྲངས་ཆུང་ལྔ་བརྒྱད་དྲུག། རྒུ་དང་གྲངས་ཆུང་བཞི་བརྒྱད་གཅིག་བཅས་རེད།